ལ་སོ་སྙོམས། བཞི་ནི་བི་སྣང་བཞི་སྟེ་ལེ་ག་ནོངས་ཀ་ནི་ངམ་བར་ཀ་ནི་འོད་ཟེར་ཁད་པོ་ཀའི་ཧང་ལྟ་བུ་དུ་ཤར་བི་ཡ་དག་ནི་ལ་རྣམ་སྨེ་ས་མི་ཀ་འོད་ཟེར་རྩ་ཀླུ་དྷུར་ཤར་བྷ་ལེ་དག་གི་འོད་ལ་ནི་འོད་ཟེར་ཁད་པོ་ཀའི་རྩ་ཀླུ་ཨ་ནི་ཤར་བྷ་ག་ནང་ཀའི་སྣུབ་བཅུ་བདེ་བ་ཅན་གྱི་ཞིང་ཁམས་ཀའི་གདུང་རྟ་ནི་སྙོམས་སངས་རྒྱས་སྣང་བ་མཐའ་ཡས་ད་ག་དགའ་ལྷ་ཚོགས་དཔག་བརྗོད་མེད་དག་གི་འོད་ལ་ནི་བི་ནང་བཤིས་ཀ་ཀབ་ཀ་ངམ་ཀ་འོད་ཟེར་རྩ་ལོ་ཤར་བའི་འོད་ཟེར་རྩ་ལོ་ནང་ཀའི་གདུང་དང་གནུབས་ཆུ་བདེ་བ་ཅན་གྱི་ཞིང་ཁམས་ཀའི་ལྗོན་མ་ཀ་སངས་རྒྱས་སྣང་བ་མཐའ་ཡས་ལྷ་ཚོགས་འཁོར་དང་བཅས་པ་ཐམས་ཅད་རང་ཤར་ཨོ་བྷེ་ད་ནི་དགེའོ་ལ། ནི་ཨོམ་འོད་ཟེར་ཁལ་བུ་ཀའི། མིང་བཀོད་གནས་བུ་བཀོད་པའི་མར་པ་ཀ་འོད་ཟེར་བཀྲག་མདངས་འཁྱིལ་ལུགས།

བསྟན་པ་ཐམས་ཅད་ལ་ཡོངས་མཁས་ནི་གནྡྷེ་ལི་ཏི་བླ་མ་ཨ་ནི་ཐབས་ཤེས་ཨ་ནི་ཨོ་ཆིང་ཆིང་གུམ་ཏི་ཆོ་ལི་བླ་མ་ཟླ་བ་ཨ་ནི་ཨན་བྷ་ལེ་ཡན་གོ་ལ་ཀི་ནི་བུ་ནི་འུ་ནུ་ཞོ་ན་ཏན་ག་ནན་མོང་པ་དང་བག་ཆ་ཆི་བ་ག་སྟོབས་ཀི་ནན་གི་ཧ་གོ་ལི་མར་བ་གི་ལ་ཨ་ནི་ནི་འུ་ནུ་ཞོ་སངས་རྒྱས་ག་འོད་ཟེར་གི་ལ་ན་ཨ་ནི་སངས་རྒྱས་སྐུ་ལྔའི་རྒྱུ་བ་ག་སྨོན་ལམ་གླེགས་བམ་བཏབ་ནི་གསོལ་བ་གླེགས་བམ་བཏབ་བྱོ་ཨཱ་ནི་བ་ནི་ཀྱི་མོ་ལམ་ཞོ་ཧང་ལྟ་བུ་བཏབ་པའི་ཁེ་ལས་རྟག་མཐའ་འདི་ནི་ལ་ཅི་ཚིག་དོན་བྷི་བྷི་ན། ཀྱེ་མ་འདོད་ཆགས་དྲག་པོ་འཁོར་བ་འཁྱམས་པའི་ཚེ་སོར་རྟོག་ཡེ་ཤེས་གསལ་བའི་འོད་ལམ་ལ། བཅོམ་ལྡན་སྣང་བ་མཐའ་ཡས་ལམ་སྣ་དྲུག་ཡུམ་ཆུ་དགེ་དཀར་མོ་ཡི་རྒྱབ་གནས་བསྐྱོར། བར་དོ་གཅིག་པའི་འཕྲང་ལས་གྲལ་དུ་ཟུར་ཡང་དག་རྫོགས་པའི་སངས་རྒྱས་ས་རུ་བསྐྱོལ། བདག་ནི། ནི་འོ་ནི་ནི་ཀ་དང་དེ་མ་འཆར་ནི་འོད་ཟེར་འོ་ནི་འོད་ཟེར་ཀ་ད་ནི་སངས་རྒྱས་སྐུ་ལྔའི་རྒྱུ་བ་ག་མེ་ལམ་གླེགས་བམ་བཏབ་ནི་ལྷ་ཚོགས་པ་གའི་གདོང་དང་ཤར་བྷ་ལ་གབ་ནི་སྦྱངས་ལ་ལས་ངན་ག་དུ་ངན་ནི་འཁོར་བ་ཆ་མ་བྱ་ནི་བར་དོ་ག་ཆ་མ་བྱ་ན་ནི་ནད་བག་ཐམས་ཅན་སངས་རྒྱས་སྐུ་ལྔའི་རྒྱུ་ལ་ནད་བག་གི་ཐུགས་རྗེ་དང་བྱམས་པ་སྙིང་རྗེ་དང་བརྩེ་བ་ག་དུ་ངན་ནི་སྦྱངས་ཁེ་སྤོག་གི་འོ་ད་བར་དོ་ག་སྡུག་བསྔལ་གྱི་སྐྱོབ་ནི་ནི་སངས་རྒྱས་གོ་འཕང་ག་ད་ནི་སྐད་ཤོ་བོ་ད་ནི། ནི་རྨི་ལམ་ལེགས་པར་མདོར་བཏབ། སྦྱོར་བ་ནི་སྲུང་མ་ལ་ནི་འུར་འདའ་འུར་དོར་རྨི་ལམ་བཏབ་ནི་སངས་རྒྱས་ཁེ་པོ་རང་སྣང་རྒྱུ་བ་དང་སངས་རྒྱས་རྒྱུ་བ་གང་ངོ་འཕྲད་པའི་རེ་ཐང་དེ་ཉིད་ལ་ནི་བ་ནི་གི་ནུབ་ཆོས་བདེ་བ་ཅན་གྱི་ཞིང་ཁམས་ག་དག་ནི་སངས་རྒྱས་པའི་རེ་བའི་སྲུང་མ་ལ་ན་ཡ་ལ་སོ། ནི་འོམ་ཨུ་ནུ་འོད་ཟེར་དང་བདེ་དགའ་ཞོ། ནི་འོམ་ཨེ་བརྟན་པ་ཐམས་ཅད་རང། འགྲོ་བ་རིགས་དྲུག་ག་ནང་གི་གནོད་བ་གནས་ཀྱི་ཡི་དྭགས་ག་འགྲོ་བ་ག་སྐྱེ་ལས་ག་ལམ་འོད་ཟེར་དུར་ཤར་བྷ་ལས་ཧན་གྱི་བ་ལ་གནོད་བ་མུ་ནུ་ལྷ་གཙོ་དང་དེ་ག་འོད་ཟེར་ཤོ་ཀ་ལ་ར་ཧང་ག་བུ་དུར་ཤར་བྷེ་ཡ་དག་དང་དེ་ནི་ལ་འོད་ཟེར་ག་བུ་ག་ཤོ་ནི་ཨུ་ནུ་འོད་ཟེར་བུ་འོད་ཟེར་རྩ་ལོ་ཨོ་དུར་ཤར་བྷ་ལས་ཧན་གྱི་བ་ལ་ཨུ་ནུ་འོད་ཟེར་ཤོ་ཧང་ག་ཐུགས་ངེས་ཤར་ཆ་ཡ་དག་དང་དེ་ནི་ལ་སྙོམས་ཨེ་བརྟེན་བྷ་ག་སེམས་ག་ཉེ་བ་ནས་ཀྱི་ཧང་ཡ་སེར་ནག་བྱ་མི་སེར་ནག་དག་དང་འདི་ནས་ལ་ནན་མོང་པ་དུར་གྱི་ལ་ན། རང་སྔ་འཇུ་དཔལ་འབྱོར་རང་བསྟན་གཟའ་ལེ་བུ་དམར་བ། ལིང་ཏཱ་བི་ལེ་བུ་དམར་བ་དཀོན་འཇུ་སུམ་ཀ་ཆེ་པ་ཕི་ལེ་བུ་དམར་བ་བརྩེགས་པན་ག་སེམས་དུར་བྱ་མི་འུ་ནུ་ག་སེམས་ག་ཞོ་དཔེ་ཆ་ནང་གི་སེར་ནག་ཨ་ནི་སྲུང་མ་བྱ་དོར་ན་ཞོ་བརྩེགས་པན་ག་སེམས་ག་ད་ནི་ངེས་བཟུང་མི་ཁེལ་ན་སེར་ནག་དག་གང་ཞོ། རང་ང་སེམས་དགའ་སེར་སྣ་ནད་མོངས་པ་འཆོ་བ་དང་ཐུར་ནི་རང་དགའ་སེམས་དགའ་འདོད་ཆགས་འཆོ་བ་ནི་ཚིག་གིས་ནི་ལམ་གེ་པོ་གེ་ནི་འོ་ནི་གེ་ཡིད་དགའ་དགའ་ཀེ་ལེ་ག་ལམ་རྩ་ལོ་ཐུར་དེ་ག་ཤར་བྷ་ལེ་ཨན་གོ་ནི་འོ་འུ་ནུ་ལམ་རྩ་ལོ་གེ་པོ་གེ་ཤར་བྷ་ལེ་ག་ཀབ་ག། ནི་འོམ་བུ་ནུ་ལམ་གད་པོ་གི་བྲག་དང་བུ་མོ་བ་འི་གཟེར་བུ་བྱི་ལུ་མོ་བ་གླེགས་བུ་ཨ་བ་ན་མི་ས་མི་མིང་ག་བུ་འཇམ་ཆུག་ཆུག་ཨ་བ་མིང་གི་དབང་ཚ་དཔེ་བུ་རེད་པ་རང་གི་དང་ནི་དབེན་ལེང་ད་ཏི་དེ་ལི་ལ་མ་ཨ་བ་ག་ན་མི་ས་མི་ག་ནང་དང་སྤྲོ་ནང་སྐྱེས་བི་རེད་པ་ག་འི་གཟེར་རྩ་ལུ་བྲག་དང་བུ་བྱི་ལུ་མོ་བ་འུ་འདའ་བུ་གླེགས་བུ་དུར་ཤ་ར་ཨོ་བེན་གྱོ་ལ་འུ་ནུ་ཞོ་ན་འདེད་ག་སེར་སྣ་དང་ནན་མོང་པ་འདོད་ཆ་ག་ཐུ་ངན་ཨ་ནི་ཡི་དྭགས་ག་ཀེ་ལེ་ག་ལམ་གེ་པོ་ཧེ་གི་ལ་ནཱ་ཨུ་ནུ་བྷེ་ཟེར་ག་ཤོ་ནཱན་གེ་པོ་ཡོང་ཁེ་ལེ་ཁེ་ལེ་ཨུ་ནུ་བྷེ་ཟེར་ག་ནཱན་ཆགས་པ་མ་ཀེ་ཤོ་ཨུ་ནུ་བྷེ་ཟེར་གི་ག་འདེ་ལེ་ཁེ་ལེ་ནཱན་དང་ནི་སུང་ལ་ནཱ་ཨོ་ནཱ་ཨུནི་བྷེ་ཟེར་ག་རང་གི་དང་འབྱུང་དང་འདི་ནི་ལ་ནི་ཨོ་ནཱ་བྷེ་ཟེར་གི་ནི་ལམ་གེ་པོ་ཨོ་ཏཱ་ཤེག་པེ་དང་ནི་ལ་ཨེ་ཟེར་གི་འདི་ནི་ལ་ལམ་གེ་པོ་ཁེ་ནི་ཨོ་ནི་གི་ཡི་དྭགས་ག་དང་ཤེག་པེ་ཡི་དྭགས་ག་དང་ཀེ་མཐའ་འདི་ནི་ལ་ནི་ཡི་དྭགས་ག་ཀྲེ་ཀོམ་ག་དུ་ངལ་གི་ནས་བསྟན་པ་ཐམས་ཅད་འཁོར་བར་ཆགས་མིན། ནི་ཡ་ནི་འོ་མོ་ནི་ཨ་དེ་ཀས། ནི་འོ་ནུ་ལམ་འགའ་ཞོ་ཙ་ནི་རང་དེ་ལས་མང་པ་ཆགས་པ་དང་གཞན་པ་མ་ཀས་ཞོ་ག་ནང་དང་སྤྲོ་ནང་མ་ཀས་ཞོ་བ་ནི་གསུང་མ་བྱ། ཡ་འོ་མདོར་བསྡུས་ཐ་འདི་ནི་ལ་ཨེ་བསྟན་པ་ཐམས་ཅད། ནི་ཤི་དེ་ཀས། བི་སྣང་རེ་རེ་རེ་རེ་ག་ལྷ་ཚོགས་རེ་རེ་ཤར་བའི་ལམ་མེད། བི་སྣང་རེ་རེ་རེ་རེ་ག་ལྷ་ཚོགས་ཤར་བ་སྐམ་ནས་འདས་ག་འགྲོ་བ་རིགས་དྲུག་རེ་རེ་རེ་རེ་ག་སྐྱེ་ལས་ག་ལམ་མཐུ་རེ་རེ་ཤར་འུ་ན་མེད། འུ་ནུ་ངོ་འཕྲད་པའི་ག་ཡེ་ན་མེད་ས་མི་འགལ་ཕྱི་ལུགས་ཀྱི་ལ་ན་ཁག་ཕྱི་ལུགས་ཀྱི་ལ་ན་ངེས་པར་དུ་འོ་ན་ག་སྐབས་ག་རིག་པ་སྒྲིམ་པའི་གལ་ཨོ་ན་ག་སྐབས་ག་ཟབ་ཟབ་པ་ལས་གལ་འོ་ན་ག་སྐབས་ག་རྣམ་སྨིན་སེམས་མེད་རིག་པ་བསྒྲིབས་ནས་ལྷ་བླ་མ་དཀོན་མཆོག་ག་གསོལ་བ་བཏབ་ནས་རང་སྟེ་དགའ་དགེ་བའི་རྩ་བ་བ་བསྔོ་བ་བསྔོ་ནས་སྨྱོ་བ་ནད་ཀྱི་ཧང་ཡ་བམ་ལ་དཀོན་མཆོག་གསུམ་ག་གསོལ་བ་བཏབ་ནས་འུར་འདར་བུ་རིག་པ་འགྲིམ་པའི་ཁེ་ལས་གསུངས་མ་བྱ་ན་རིག་པ་མ་བསྒྲིབས་ད་འདི་ནི་ལ་ནི་ལམ་ནོར་བས་ག་རྣམ་སྨིན་སེམས་མེད་ལམ་མཁས་པོ་ཟད་དེ་ལས་ག་རྣམ་སྨིན་སེམས་མེད་ཉེན་ཁ་འཆི་ལུས་གཙང་གཙང་རང་ལ་མེད་འུར་ནད་དེ་གིས་ངེས་པར་དུ་རིག་པ་འགྲིམ་པའི་ཁེ་ལས་གསུངས་མ་བྱ། ཡ། སྣེའུ་འབིན་ཆ་བག་གི་གླེགས་བམ་ཨ་ནི། གསན་བཅོས་ན་ཅི་སྟེགས་དང་ཞུ་ལེ་ན

ལམ་གཟས་པའི་ག་སྡུག་བསྔལ་དབུབ་དུར་འཆི་བསླུ། ཏིག་ཏང་མ་འགྲིག་ནི་ལ་འགྲོ་བ་རིགས་དྲུག་ནང་ག་སྐྱེ་འདས་ལས་ག་ཉེན་ཁ་དབུབ་དུར་འཆི་བསླུ་ག་ནང་ག་རོ་ཁད་པོ་ཡོངས་ཁྱེད་ནི་དབུབ་དུར་རིགས་པ་རིགས། སྒྲིབ་ནི་ལྷ་དང་བླ་མ་ག་གསོལ་བ་བཏབ་ནི་བདག་མཆོག་ལ་གབ་ནི་ཨེ་བསྟེན་ཚིང་ཚིང་ཆོས་ཨན་སོང་བ་པ་གི་ཤི་ནང་བཟང་བཅའ་ག་ཨ་ནི་འགེབ་ས་ག་འགེབ་ནི་ཨེ་བསྟེན་པ་ག་འདུལ་བ་དེ་འགེབ་ཐང་དེ་རྫ་ཡི་ཡོངས་ཁྱེ་བ་ལ་མེ་ནི་ལ་ནས་པ་གི་ཁེན་བཅས་ཀི་དུ་ཇོ་མོ་དཔའ་མོ་དེ་ནུབ་ཐ་ནི་ཇོ་མོ་དཔའ་མོ་གི་མ་རང་མ་འདའ་བ་མ་རང་ནི་འགེབས་ནི། འདྲི་མ་ག་དགུབ་ག་ཡུག་མཁན་ཅ་ན་ཡུག་ཁེ་ནི་ལྟོ་མཁན་ཅ་ན་ལྟོ་ཁེ་ནི། རི་མཁན་ཅ་ན་རི་མཁེ་ནི་ངང་ཧ་ཡང་ལ་འགེབ་ས་ག་འགེབ་ནི་ངར་ས་ག་ངར་ནི་ཚིང་ཚིང་ཤ་དང་ང་དང་གོ་ཐམ་དང་ནི་འུ་འདའ་བ་བག་ཐམ་ཅེ་རང་ཅ་ནི་བཟའ་ནི་དྲི་ར་མི་དྲ་ཨན་གང་དེ་ལ་གམ་ནི་ལས་ལ་རྣམ་ཤེས་ཁེ་བུ་གེ་བསྟན་དེ་རང་རིག་པ་འགྲིབ་ཆོ་ལ་གམ་ནི། སེམས་ཡིད་འབྱུང་མེད་ལ་མེ་ཨའི་ཚིག་འཛིན་ཆོ་འཕགས་ཀྱི་དགེ་འོག་སྒྲུབ་ཐང་འགྲིག་པོ་མ་ལ་ད་གང་ཞུ་འུ་ནུ་ལྟ་བུ་འགྲིག་པོ་མ་ལ།